ད་ལོ་ཅུང་ཡག་མོ་ཅིག་ཡོད་ན་ཡང་མི་སྤྱོད་པ་ཡག་པོ་མེད་ན་ཡང་ཕན་ཐོག་མ་རེད་དེ་ག་སྲིད། མི་བཟང་པོ་ཅིག་ཡིན་ན་ཡང་ཡང་སློབ་སྦྱོང་མེད་ན་ཡང་གཅིག་ག་སོ་བོ་རེད། དཀའ་ལས་ཁག་པོ་འགྲོ་ཅིག་ཆགས་ཀྱི་རེད་འདི་ཆོས་དུས་ལ། སུམ་སུམ་ཐང་བ་སོང་སོང་ན། གཅིག་གཙང་མ་བཟོས་ཡ་དང། གཅིག་བློ་སྦྱིན་ཡག་པོ་སྦྱང་ཡ་དང། གཅིག་དགེ་ལ་གི།

ད་དེ་རིང་ང་ང་ལ་དེ་བཀའ་སློབ་ཅིག་བཤད་རོགས་བྱས་ནས་གསུངས་དེ་དེ་ནས་ཨ་ནེ་ང་རང་དེ་ཅིག་གི་བཀའ་སློབ་ད་ཞེ་དྲག་ཞེ་དྲག་ཅིག་ཞུས་བཞིན་གི་མེད་ད། ཡིན་ན་ཡང་ད་ང་རང་ལྷག་བསམ་རྣམ་དག་གི་ཐོག་ནས་ཁྱེད་རྣམ་པ་ལ་ང་རང་གི་ཅིག་ཉམས་མྱོང་གི་ཐོག་ལ་རྫིས་རྩི་ཅིག་ཞུ་དགོས་བསམ་དེ། ད་སློབ་སྦྱོང་ཟེར་ཡ་དེ་དཔེ་གལ་ཆེན་པོ་རེད། ད་ལྟ་ཁྱེད་རྣམས་པ་དགུང་ལོ་ཆུང་ཆུང་རེད། ཆུང་ཆུང་སྐབས་སུ་ལ་ཅིག་སློབ་སྦྱོང་འདི་ཞེ་དྲག་གལ་ཆེན་པོ་མ་རེད་བསམ་སྲིད་ཀྱི་རེད་དགོངས་སྲིད་ཀྱི་རེད་རེད། ང་རང་ཡང་ཆུང་ཆུང་སྐབས་ལ་དེ་འདྲ་དྲན་མྱོང་ཡོད། ཡིན་ན་ཡང་ད་ཁྱེད་རྣམས་པ་ཁྱོ་པོ་ཆགས་དུས་ཁ་ལ་དེ་ནི་ཅིག་བྱས་ནས་ཧ་གོ་གྱི་རེད། གལ་ཆེན་པོ་ག་ཚད་ཡིན་པ་དེ་ར། ད་ལྟ་སློབ་སྦྱོང་བྱེད་ཡ་དེ་གོ་སྐབས་ཡག་ཤོས་དེ་དོན་དག་རེད། སློབ་སྦྱོང་ཡོད་བ་ཡིན་ན་ཨ་ནེ་མ་འོངས་པ་ལ་ཆེད་འདོམས་པ་ག་རེ་ཅིག་གནོང་དགོས་དགོངས་ན་ཡང་གནོང་ཡ་གི་གོ་སྐབས་ཡིན་གྱི་རེད། ད་ག་སྲིད་ད་ལྟ་སློབ་སྦྱོང་ཡག་མོ་ཅིག་མ་གནང་བ་ཡིན་ན་ད་ནི་མ་འོངས་པ་ལ་ཆེད་འདོམས་པ་གི་ཅིག་བྱ་ལས་ག་རེ་ཡིན་ན་ཅིག་སོ་སོས་ཅིག

སོ་སོ་ད་ཅིག་གི་ལག་པ་གཡས་གཡོན་གཉིས་ན་བཞིན་ཆགས་ཀྱི་ཡོད་རེད་གཅིག་མེད་ན་གཅིག་མེད་ན་མ་འགྲིག་ལེ་འདྲ། དེ་ཤི་དུས་ག་ལ་དེ་ནས་ཡིན། ད་སློབ་སྦྱོང་ཡག་མོ་ཅིག་ཡོད་ན་ཡང་མི་སྤྱོད་པ་ཡག་པོ་མེད་ན་ཡང་ཕན་ཐོག་མ་རེད། དེ་ག་སྲིད་ཅིག་མི་བཟང་པོ་ཅིག་ཡིན་ན་ཡང་ཡང་སློབ་སྦྱོང་མེད་ན་ཡང་ཅིག་ག་སོ་བོ་རེད། དཀའ་ལས་ཁག་པོ་འདྲ་ཅིག་ཆགས་ཀྱི་རེད་འདི་ཆོས་དུས་ལ།

ད་གཞན་སུ་ཡོད། ཤ་ཚ་ད་ཚུགས་ངོ་ཚ་ནང་གི་སར་ཡ་ཡ་རེད་དེ་ནི་ངེད་ཀྱི་གང་ལྟར་ད་ང་རང་གི་བསམ་པ་ལ། ད་ཅིག་མི་བཟང་པོ་བསད་ཡ་དེ་ཁྱེད་རེད་ཟེར་ན་ཨ་ནི་ཅིག། ང་ཚོ་དགོང་ལོ་ཆེ་ཡ་རྣམ་པ་ཨ་ནི་ཕ་མ་དགེ་རྒན་རྣམ་པ་ལ། བརྩི་བཀུར་བྱེད་ཡ་གུས་ཞབས་བྱེད་ཡ་གུས་ཞབས་གནོང་ཡ། ཨ་ནི་མི་གཞན་ལ་ཡང་སྙིང་རྗེ་གནོང་ཡ། དེ་ནི་ཆ་ལེ་ག་རེ་ཡིན་ན་མི་ལ་ཅིག་ཕན་བཏགས་ཡ་གི།

འོ། བརྩོན་འགྲུས། བརྩོན་འགྲུས་ཡག་པོ་གནོངས་ན་ཨ་ནི། བྱ་བས་འདི་ཚོ་ཡག་མོ་གཟིགས་དེ་ནི་ཁོ་ན་པ་ནང་བཞིན་གྱི་ཡག་པོ་ཆགས་ཡག་གི་དེ་ནི་རེ་བ་ཡོད་རེད། ཨ་ནི་ལས་བྱེད་རྣམས་ལ་དམིགས་བསལ་གྱིས་ཞུ་དག་ཞུ་དགོས་ཡ་ཆེ་མེད་དྲག་མེད་དག་ཡིན་ན་ཡང་ད་ཅིག་ང་རང་ཚོ་དག་ཨ་ཉོ་དེ་གས་ད་ང་རང་ཚོ་གྱིས་ཅིག་མ་འོངས་པ་གྱི་དང།

དེ་དང་ད་ལྟ་བར་དུ་ཡིད་ཆེས་རྣམ་པ་པད་མ་སི་ཡག་པོ་གནང་འདུག་དེ་ལ་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་དེ་འདྲའི་མུ་མཐུད་ནས་གནང་རོགས་ཞུ་རྒྱུ་ཡིན། ཨ་ནི་ད་མཐའ་དོན་ངས་ཡིད་ཆེས་རྣམ་པ་ལ་ད་མང་པོ་ཅིག་ཞུ་དགོས་པ་ཆེ། དེ་ནི་ཡིད་ཆེས་རྣམ་པ་སློབ་ཆུང་གོང་ནས་གོང་འཕེལ་ཡོང་བ་དང། པ་ལ་ས་སྐྱ་པའི་བསྟན་པ་ལ་ཞབས་ཇུས།